ན་མ་ལྷན་སྐྱེས་ར་རེ་སི་དེ་ལས། དེ་རིང་ངས་ཐ་སྙད་འདི་སྦྱང་ཡིན། གོམ་པ་སྤོས། ངས་ཤེས་གསལ་ལ་གོམ་པ་སྤོས་ཟེར་བ་འདི། གོམ་པ་རྒྱག་གི་དོན་དག་ཡིན་པ་དང། གཞན་ཡང་བདུན་ལ་ཀུ་ཡ། ཡ་སྐད་ཆིང་ཡ་གི་དོན་དག་ཡང་ཡོད་པ་འདྲ། དཔེར་ན། གོམ་པ་དམ་པོ་སྤོས། གོམ་པ་གསར་པ་སྤོས། གོང་ལྡབ་གལ་ཆེན་ཞིག་སྤོས། གོམ་པ་རླབས་ཆེན་ཞིག་སྤོས། གོམ་པ་རེ་རེ་བཞིན་སྤོས། དགོངས་པ་བདུན་པོས། སྒོམ་གང་བདུན་པོས། དཔེ་བརྗོད་བཞིན་པ་སྟེ། ང། མཛེར་མ་ཞིག་གི་སྟེང་སྒོམ་པ་སྤོས་པས་དེས་ངའི་རྐང་མཐིལ་ལ་མཛེར། སློབ་ཆེན་གྱི་འཚོ་བར་སྒོམ་པ་དང་པོ་དེ་སྤོས་མ་ཐག་སེམས་ནང་དགའ་བ་དང་འཇིགས་སྣང་ཞིག་ཅིག་ཅར་དུ་བྱུང། དཔེ་ཆ་གཞན་པ་བལྟས། ཉིན་ཞིག་གི་ཞོགས་པ། ང་སློབ་གྲྭར་འགྲོ་དུས། བཞིན་ནང་དུ་རྐང་རྗེས་མང་པོ་ཡོད་པ་མ་ཟད། བཞིན་གྱི། སྣང། སྣང་མ་ཡང་བརྫིས་འདུག། ངེད་ཡང་དེ་ནས་འགྲོ་དགོས་བསམ་སྟེ་གོམ་པ་སྤོས་མ་ཐག། རྒྱབ་ཕྱོགས་ནས། ཨོའོ་དེ་ནས་མ་འགྲོ། ཞེས་བོས་ཀྱི་འདུག། ཕྱིའི་མིག་བལྟས་པས་དེ་ནི་ཞིམ་པ་རྒད་པོ་དེ་རེད། དཔེ་ཆུ་ཞིམ་པ་དེ། ང་ཚོས་ལུས་ངག་ཡིད་གསུམ་གྱི་ཀུན་སྤྱོད་རྣམས་འཚེ་མེད་ཞི་བའི་ལྟ་གྲུབ་དང་མཐུན་པ་མ་ཟད། བསམ་བློའི་ནང་བྱང་ཆུ་སེམས་དཔས་བཙལ་ཟིན་པ་ཞིག་གནང་ཐུབ་ན། གོམ་པ་གཅིག་སྤོས་ཀྱང་རླབས་ཆེན་གྲུབ་འབྲས་དང། སྤྱི་མཐུན་གྱི་བསོད་ནམས་བསྐྲུན་རྒྱུ་ཆ་རྐྱེན་ཞིག་ལ་འགྲོ་ངེས་ཡིན་བསམ་གྱི་ཡོད། ངས་སོ་སོར་བཟོས་པའི་དཔེ་བརྗོད། གོམས་གཤིས་ག་རེ་འཛིན་འདོད་ཡོད་ནའི། གོམ་པ་དང་པོ་སྤོས་ཡག་དེ་དཀའ་ལས་ཁ་ཤོས་ཆགས་ཏེ་ཡོད་རེད། ཕུགས་བསམ་ཆེན་པོ་དང་མིག་རྒྱང་རིང་པོ་ཡོད་པ་དེ་ཡག་པོ་རེད། ཡིན་ན་ཡང། ད་ལྟ་རང་གི་སྡོད་ས་ནས་གོམ་པ་རེ་རེ་བཞིན་མདུན་ལ་སྤོས་ཡག་དེ་དེ་བས་གལ་ཆེན་པོ་རེད། ལ་སོགས་གལ་ཆེ་ནོར་བུ་འདྲ་ཤོར་བ་ཡིན་ན། ནི་བཙན་གསོལ་མ་བྱས་པར་ང་ལ་ནོར་འཁྲི་བྱེད་རོགས། ཐུགས་རྗེ་ཆེ་བཀྲ་ཤིས་བདེ་ལེགས།